ཡཱ་ལཱ་སོ་ད་ད་རི་བེ་བ་ཅིན་དེ་ང་ཅི་ར་ཁ་ཙི་ཁ་སྙེམས་ཅི་ག་དེ་ང་ཅི་རི་གི་འབྲུ་རྒྱལ་ཁབ་ཀྱི་ཆོས་ཀྱི་དབུ་ཁྲིད་དམ་པ་དཔལ་ལྡན་འགྲུལ་པའི་གིས་རྗེ་ཁིན་ཁྲི་རབས་བདུན་ཅུ་པ་རྡོ་རྗེ་འཆང་བ་དེ་ད་སྤྲུལ་སྐུ་འཇིགས་མེད་ཆོས་གྲྭ་ཕྱུག་གི་ཞབས་ལས་དེ་ལས་དུས་ཀྱི་རྒྱུན་དབང་དང་བསྟུན་པའི་གིས་དེ་ད་དེ་ལུ་ཟི་དི་གི་བའི་དེ་རང་ཟླ་དྲུག་གི་ཚེས་གཅིག་ལོ། དེ་ལས་གཏེར་ཆེན་ཆོས་ཀྱི་རྒྱལ་པོ་རྗེ་དྲི་ཡི་ཤིས་དུག་ཅི་ལོ་བསྟོད་པ་བློ་ཆུང་སྙིང་གི་མུན་སེལ། ཅེས་བྱ་བ་བཞུགས་སོ་སེམས་མི་སྐྱིད་དེ། ལྗགས་རྩོམ་མཛད་གནང་ནོངས་སེ་ཞུ་ནི་ད་དེ། དེ་ང་ཅག་ར་ཆ་མཉམ་གྱིས་དེ་ཧ་གོ་གོ་བགྱིད་འདུག་དེ་ལྟའི་ག་ཕྱི་མ་གསོ་བ་ཅན་ང་ཅག་སྡེ་སྲིད་འདི་སུ་ན་བ་དག་ནི་ལྕགས་ཀྱུ་རིན་པོ་ཆེ་གི་གསུང་འདི། དེ་ཡོངས་གྲགས་པའི་ཇོ། དེ་མང་ཆེ་བ་ཅིག་གིས་དེ་དག། ད་ཨ་ཐ་ར་དེ་དག། ང་རིག་གི་ཁ་ཐུ་ལེ་བེར་བས་ཏེ་སྐྱབས་ཆོས་རིན་པོ་ཆེ་ལུགས་ཐུན་མོང་མ་ཡིན་པའི་གི་དད་པ། དེའི་སྐུ་ལུགས་ང་ཅི་ར་ཀ་དཔལ་འདི་འགྲུབ་པའི་གི་མི་སེར་ཅི་ཡིན་པའི་གི་ཆ་ལས། ཏེ་སྐྱབས་ཆོས་རིན་པོ་ཆེ་གི་བཀའ་འདི་ཅིའུ་སྐད་འདི་གི་བས་ཏེ་རྣམ་ར་བེར་རོ། ད་ང་རིག་གི་ཁ་ཐུ་ལེ་བེར་བས་ཏེ་རྣམ་ཚ་མི་འཇའ་ཆེ་བ་གཏིང་ཟབ་པ་འདི་ང་བྱས་གི་ཏེ་སྐྱབས་ཆོས་ཀྱི་གསུང་གི་དགོངས་པ་རྟོགས་མི་ཚུགས་པས་ཏེ་གཉིས་རོའི་ད་དེ་ན་ལུགས་སྐྱབས་ཆོས་རིན་པོ་ཆེ་ལུགས་རྣམ་གཡེང་ས་མེད་གི་དད་པ་ཡོད་མིན། དེ་ལས་ཏེ་ཆོས་ཀྱི་སྡེ་ཚན་ལས་ཤ་བཅུ་ཡོད་ལ། ད་ནི་སྡེ་ཚན་འདི་སུ་ན་བ་ད་སྔགས་ཀྱི་ཨ་ཏ་ར། དེ་ཆབ་བྱེད་ཀྱི་གསུང་འདི་སུ་དེ་ང་ར་གི་ག་གོ་འུ་གི་དེ་འདྲེན་ཤེས་རེ་སྐྱབས་སྦས་པའི་དེ་དག་རི་སྐོར་སྦས་པའི་གཏམ་དག་མ་བྱེད་ཤོག་ཅིག་གི་རྣམ་སེམས་མི་ཕན་མེད་སེ་ད་རུ་ཁྱེད་མི་འདི་སུ་ལ་འདུས་ཤོག་འུ་ག་ནས་མིན་ནོ་དེ་ཆབ་བྱེད་རིན་པོ་ཆེ་ཀྱི་གསུང་ག་ནས་བང་དེ་ཁ་གསལ་འུ་བས་དེ་དད་པའི་གསུང་འདི་འདུག་དེ་ང་ཆ་ར་དེ་ད་ཕམ་དགྱེས་ཤོག་དེ་ལ་ལི་ཅི་ཡི་གུ་མ་པ་ལས་མ་ཤེས་མིན་དེ་ལ་ལི་ཅི་ཡི་གུ་ཐབ་ཐོབ་རེ་ལྷག་ཚུལ་དེ་སྦས་དེ་བས་ས་ཆེར་བས་དེ་དང་ཆ་གཞུང་རིག་གནས་ཀྱི་དེ་སྦྱངས་པ་མི་ལུས་ཏན་ཏིག་གི་བས་དེ་དེ་གི་གོ་བ་མ་གོ་མི་ལས་ཤ་ཅི་འདུག་ལ། དང་ནི་འདི་གཟུགས་ཀྱི་ཆེད་དུ་མི་དེ་གི་དེ་ཁོང་གིས་ང་ཅི་དེ་སེམས་ན་བ། དེ་ཁྲེ་ཁྲེ་ར་ད་ང་ལུ་དཀྱུས་མ་དེ་ཨང་ནི་འདི་གཟུགས་དེ་འདྲས་ཤེས་བྱ་གོ་བས། དེ་དེ་བས། དེ་དང་མ་ཕྱི་བ་གཅིག་གི་རེ་བ་དེ་བས་ཨི་མེད་ས་ཞུ་ནི་ད་དེ་ལས་ཏན་ཏིག་གི་བས་ད་རེ་གི་དེ་དེ་དང་ཆ་ར་མི་མང་མ་ཕྱི་བ་གཅིག་གི་དེ་རེ་གུ་ལུ་གཉིས་དེ་དེ་ལས་ཏན་ཏིག་གི་བས་ན་ལ་མ་ང་གི་དེ་དེ་གི་གོ་བ་ང་རང་གི་ཁ་ཁོ་མི་གཅིག་སྟེ་མ་ཤུ་ཀའི་སྲས་ཤུ་ནི་ལ། ད་གཏེར་ཆེན་ཆོས་ཀྱི་རྒྱལ་པོ་རྗེ་ཁྲི་ཡེ་ཤེས་རྡོ་རྗེ་ལ་བསྟོད་པ། བློ་ཆུང་སྙིང་གི་མུན་སེལ་ཅེས་བྱ་བ་བཞུགས་སོ་ཟེར་མི་སྣ་ལོའི་ད་དགོངས་པ་དགོངས་གཞི་ལས་ཤ་གཅིག་ཡོད་གསུངས་ཀྱི་འདུག་ལ། ད་སྙིང་རོའི་ད་དུ་དེ་ན་ལོ་དེ་ང་རིག་གི། དེ་ད་གོ་ཚོད་གཅིག་གི་དབང་དུ་ད་མ་ཕྱིན་ད་གཏེར་ཆེན་ཆོས་ཀྱི་རྒྱལ་པོ་རྗེ་ཁྲི་ཡེ་ཤེས་རྡོ་རྗེ་སྲས་མི་འདི། དེ་ལས་དེ་ང་ཅག་ལ་སྙིང་མི་དུས་ཀྱི་དབུ་རྒྱུན་གུ་རུ་རིན་པོ་ཆེ་སྐུ་ཤ་བློན་པའི་དེ་དད་པའི་རྩིའུ་ཡིན་པས་ལ། དེ་ན་ཡུན་བཞུན་ཡིན་སྤྱི་ལོ་ཆིག་སྟོང། དགུ་བརྒྱ་དགེ་བཅུ། དགེ་བཅུ་བྱ་གྲངས་ཁྱི་ནག་པོ་གོང་མ་རྫུ་འཕྲུལ་མི་མོ་ལ། དགེ་བཅུ་བྱ་གྲངས་ངན་མི་འདོད་ཡ་དགེ་བཅུ་བྱ། བདུན་བྱ་དྲུག་བྱ་བདུན་བདེ་གཤེགས་བླ་པོ་གོང་མ་རྫུ་འཛོམ་མས། དེ་དག་དགོངས་པ་རྫོགས་སྲིད་འདི་པའི་བ་ཕྱིན་ཏེ་འཕགས་ཧྥ་རན་སི་ཀླུ་པའི་དེ་འཕགས་པའི་དགོངས་པ་རྫོགས་འཛོམ་ཡིན། དེ་གང་ལྟར་ཡང། ཏོ་གཏེར་ཆེན་ནི་སེམས་དཔའི་འདུལ་ལོ་ང་ཕྱི་ར་ཨུ་གིང་གུ་རུ་རིན་པོ་ཆེ་འཁོར་ལོ་གྱིས་དེ་དང། སྐུའི་དབྱིབས་ཀྱི་སྤྲུལ་པ་གསུང་གི་སྤྲུལ་པ་ཐུགས་ཀྱི་སྤྲུལ་པ་ཡོན་ཏན་གྱི་སྤྲུལ་པ་ཕྲིན་ལས་ཀྱི་སྤྲུལ་པ་ལས་ཕྱག་བྱས་འདུག་ལ། དང་སྣོད་ཀྱི་ནང་ལས། ད་གཏེར་ཆེན་གྱི་རྒྱལ་པོ་ལྔ། མཆོག་གི་སྤྲུལ་སྐུ་གསུམ། ཏེ་ཏེ་ལས། གཏེར་སྟོན་བརྒྱ་རྩ་བརྒྱད། གཏེར་ཆེན་སྟོང་རྩ་རྩ་གཉིས་བྱས། ད་ལས་ཕྱག་གཅིག་ད་གཏེར་སྟོན་བརྒྱ་རྩ་བརྒྱད་རྣམས་དག། ཏེ་ཏེ་བས། ཏེ་རྫས་འདི་གྱིས་འདུག་ད་དེ་གཟུགས་ཀྱི་ལོ་ཆུང་ཤོག་བུ་མིན་ནོ་ད་གཙོ་བོ་གཏེར་ཆེན་ཟེར་མི་དེ། ཏེ་གཏེར་ཆེན་སྤྱིར་བཏང་སྤྱི་མ་ཡིན་པ། ཏེ། གཏེར་ཆེན་ཆོས་ཀྱི་རྒྱལ་པོ། ད་གཏེར་གྱི་ནང་ལས་ད་གཏེར་སྟོན་གྱི་བླ་མ་ལས་ཤ་ཡོ་བི་གྱི་ནང་ལས་ད་དེ་ཐམས་ཅད་ཀྱི་རྒྱལ་པོ་གསུམ་གྱིས། ད་སྤྱི་དང་གི་རྒྱལ་པོ་ལྔ་དེ་ཡོངས་གྲགས་ཏེ་ད། ང་ཚ་ཡ་བླ་མ་སོ་སོ་བའི་ཡུལ་ཏེ་སྙིགས་རོའི་དལ་དུ་དེ་ནང་ལོ་གཏེར་ཆེན་ཚེ་མེ་དེ་ཆོས་ཀྱི་ཆེ་བ་བརྗོད་པ། གཏེར་གྱི་ཆེ་བ་བརྗོད་པ་ད། སྙི་མ་ལྔ་དུ་གྱི་ཞིང། ད་རིགས་ཀྱི་དུས་རབས་ཏེ།

ཨ་ནི་བས་ཏེ་མདོ་སྔགས་ཀྱི་ལམ་ག་ཅི་ར་ཉིད་དུ་ཚང་ལ་མ་གནང་བ་སྟེ་སྟོན་མི་གི་སྟོན་པ་པོ་ཡིན་པས་ཆོས་ཀྱི་རྒྱལ་པོ་ཟེར་བ་ལྟ་ལོ། ད་རྗེ་ཁྲི་ཡེ་ཤེས་རྡོ་རྗེ་སེམས་མི་ཁོ་རེ་གི་ཚེ་ངོམ་པ་ཡིན་པས་ད་ནི་རྗེ་ཁྲི་ཡེ་ཤེས་རྡོ་རྗེ་གི་འགྲེལ་བཤད་དེ་མ་བསྟོད་བས་ན་ལུ་དེ་ད་ཅབ་དེ་གི་འདུག་ཟེར་ཞུ་ནི་ད་ནི་ལུ་བསྟོད་པ། བློ་ཆུང་སྙིང་གི་མུན་སེལ་ལས་སེམས་མི་དེ་ལྟ་ང་ཅི་ར་ད་ད་རི་ན་བ་དེ་མི་དེ་སུ་བློ་ཆུང།